ཞིབ་འཇུག་བཟོ་ལྟ་གི་རེད་ལ་འབྲེལ་བ་ཞིབ་ཡོད་དེ་ཅུང་འདྲ་བོ་རེད་ད། རེད་དེས་མ་འདྲ་འགྲོ་གྱི་རེད། ག་རེ་དགོས་ཤེས་ཡ་རེད་དེ་ཅི་ཡིན་ད། ད་རིང་དེས་ལོག་ཁ་འགྲོ་གྱི་ད་སྤྱི་ད་ང་ཚོ་རྒྱ་ནག་བྱས་ཨ་རི་ཆབ་སྲིད་བྱས་རྒྱ་གར་ཆབ་སྲིད་ད་ལྟ་སླེ་རྒྱུ་རེད་ཡིན་ནའི། ད་ལྟ་ཁ་ཆེ་གི་ལུང་པ་གཅིག་ཡོད་དུ་བ Saudi Arabia ནང་རོ་ལ་ད་ད་སངས་རྒྱུ་ནང་ད་དེས་རྙིང་པ་རེད་ཡིན་ནའི་རྣམ་པ་ཚོ་ཁ་ཤེ་དོ་སྣང་བྱས་ཡོད་གི་རེད་ཨ་དེ་ག་འདྲ་ཡིན་ན་བསམ་གི་ཡོད་གི་རོ། ད་ད Ronaldo ད་ཛམྦུ་ལི་ནང་ཀང་ཙེ་པོ་ལོ། ཙེ་ནི་སྐད་གྲགས་ཆེན་པོ་ར།
ཙེ་ནི་སྐད།

དེ་དང་ད་སཱ་ཏི་ར་བྷི་ཡ་ལ་ན་མང་ཆེ་ཧ་གོ་ཡོད་ཀྱི་རེད་ཨ་ནི་ང་ཚོ་ད་རྒྱ་གར་ནས་ནུབ་ཕྱོགས་རྒྱལ་ཁབ་ཕར་འགྲོ་དུས་ཨ་ནི་ད་ལྟ་ཟླུ་བྷའི་དེ་ག་ར་ཆེན་པོ་ར་མང་ཆེ་ཟླུ་བྷའི་ཧ་གོ་དང་རྒྱ་གར་ནས་ཕྱི་ཚུལ་གཉིས་གསུམ་ལང་ག་རེད་ཨ་ནི་སཱ་ཏི་ར་བྷི་ཡ་ཁ་ཆེ་ལུང་པ་ནང་ཆེ་གཅིག་རེད་ས་ཆ་ཆེན་པོ་རེད་ཡིན་ནས་མི་འབོར་ཕལ་ཆེར་ས་ཡ་སུམ་ཅུ་བཞི་བཅུ་མེད་འགྲོ།

ལྟར་ཡོང་འབབ་བརྒྱ་ཆ་བདུན་ཅུ་བརྒྱད་ཅུ་སྣུམ་ཡིན་ན་སྣུམ་དེ་བེད་སྤྱོད་ཉུང་ངུ་འགྲོ་ན་ནི་ལུང་པ་སྐྱོ་བོ་ཆགས་རོགས་ད། རེད་རེད་རེད་རེད་མ་རྩ་དཔེ་ཤོག་གི་ས་མེད་རེད་བ། བྱས་ཙང། གཉིས་ཀྱིས་ད་གཞུང་གི་འགྲོ་སྟངས་ཡིན་ནའི་འགྲོ་སོང་བཏང་བ་རེད་ད། ཉིན nineteen seventy དགུ་གཅིག་སྟོང་དགུ་བརྒྱ་བདུན་ཅུ་བརྒྱད་ཅུ་ནས་བྱས་ནས་ད། སྣུམ་བེད་སྤྱོད་བཏང་བཏང་ད་ཕྱུག་པོ་ཆགས་ཡོད་རེད་བ། རེད་རེད་རེད། ད་འོ་དེ་ད་ངས་བསམ་ན་ད་ཁྱོད་རང་ད་དྲི་བ་རྡོག་རྡོག་ད་ཞུས་ལ་ཀོ་རེ་རྒྱན་གཅིག་སླེབས་ན།

ད་དེ་འདྲའི་འགྲོ་ད་ས་དེར་བས་ཀྱི་ད་ཉིས་སྟོང་སུམ་ཅུ་ལ་བང་མཛོད་ཀྱི་ད་དམིགས་ཡུལ་གཅིག་འདིར་བྱས་རྩེད་མོ་འདི་འདུག་ཐོག་ནས་གཅིག་ཁྱབ་བསྒྲགས་ཆེན་པོ་ཡོང་བ་བྱེད་དོ་ཨ་ལས།
ད་ཁོང་ཚོ་སྨྱུག་མང་པོ་ཡོད་རེད་ད། རེད། གནམ་གྱི་སྨྱུག་མང་པོ་འདུག་ཨ་ཁོང་ཚོ། སོགས་དེ་ན་རེད་པས།
རེད་ད་ཁོང་ཚོ་གི་སྔན་མ་ནས་ད་ལྟ་བར་དུ་ཅིག་ཅིག་ལུང་པ་གི་དཔལ་འབྱོར་གི་ས་དུ་མ་ཟིན་ན་ནང་མི་གཅིག་གི་དཔལ་འབྱོར་གི་སོ་དུ་མ་ཟིན་ན་ལུང་པ་དེ་གི་དཔལ་འབྱོར་གི་ས་དེ་གཙོ་བོ་སྣོན་འདྲ་བོ་ཞིག་ལ་བརྟེན་དགོས་པ་བྱས་ད་ད་ལྟ་ཁོང་ཚོ་གི་མི་ནི་ཆ་སྲིད་ཀྱི་ཐོག་ནས་རྒྱ་ཁྱུང་རིན་པོ་ལ་སོགས་ནང་གཏོང་གི་ར་རྩེད་མོ་དེ་སྣང་སྐྱིད་པོ་ལ་བསྟན་མ་དགོས་མ་ཟོས་ཅེས་རྩེད་མོ་གི་ཐོག་ནས་ལ་ར་བྷི་ནིམ་ཟེར་གི་ར་དཔེ་ཤོག་གཡག་གི་མཐའ་ཞིག་བཏང། ཅེས་དང། དེ་འདྲའི་གི། ད་རྩེད་མོ་རྩེད་ཉལ་སྐད་སྒྲ་ཆེན་པོ་ཞིག་སྐད་གཏོང་བས་ནས་དེ་ལ་མི་སྲིད་ཀྱི་དོང་ནུ་མ་བ་དྲ་གི་ར་དམིགས་ཡུལ་དེ་འདྲ་འདྲ་བོ་རེད་འདོད། ཨ་ཏི་འཁོར་ལོ་ཆ་སྲིད་ཀྱི་འབྲེལ་བ་འདྲ་ཡོད་རེད་ད། ཆ་སྲིད་འབྲེལ་བ་ཏེས་ཡོད་རེད། ད་ཁོ་རང་ཚོ་ད་དེང་སང། ཆོས་རྗེ་ནས་ང་འདི་ངས་དྲི་བ་དྲི་རྒྱུ་དེ་ཁྱོད་ལ། གང་ཟེར་ན་ང་ག་རང་ཧང་སངས་སོང་ཟེར་ན། བཤད་སྟངས་ཁ་ཤས་ཀྱི་ལུང་པ་མང་ཆེ་བ་ལ། ཀྱེ་ཀྱེ་རྩེད་མོ་ལ་དོ་སྣང་ཤི་ར་མེད་པ་འདྲ་བོ་འདུག། བྱས་ཙང། བུད་མེད་དེ་ཚོ་ཡང་ཁ་ཤས་ཀྱི། ལྟད་མོ་ཁོ་ར་ལྟ་ག་འགྲོ་མ་བཅུག་ཡ་རྩེད་མོ་རྩེ་བ་ཕར་བཞག་ལྟད་མོ་ལྟ་མ་བཅུག་ཡ་འདྲ་བོ་འདུག། ཀྱེ་ཀྱེ། བྲིས་པའི་འདི་སྙན་གྲགས་ཀྱི་རིགས་འདྲ་མི་འདྲ་ལྟ་མི་ཆོད་དེ་འདྲའི་མང་པོ་ཞིག་ཡོད་རེད་ལགས་དོ་ད་དངོས་གནས་ཚ་གོ་ཡོད་མ་ཡོད་རེད་ལགས་ལགས་དོ་རེད་རེད་རེད་དངོས་གནས་དེ་འདྲའི་རྒྱག་རྒྱུ་འདྲ་བོ་དེ་ཡིན་ནས་ད་རྩེད་མོ་རྩེད་ཉེས་སྐད་གྲགས་ཆེན་པོ་ཞིག་དེ་འདྲའི་ཞིག་ཁོང་ཚོ་ལུང་པ་ནས་ཕར་ཉོས་ཨོ་ལ་ཁྲི་འགྲོ་དེ་ཚངས་པ་དེ་གི་ཅི་ཞིག་ལུང་པ་དེ་ལ་ཡར་རྒྱས་ཀྱི་རྣམ་པ་བསྟན་གི་ཡོད་རེད་དོ་ཡང་ན་ཅི་ཞིག་ད་དེ། བསྟན་པ་ཙང་རེད་ག་འདི་འདྲ་བོ་ཡིན་ན། ད་འདི་རེད་ད་ཆོག་མཆན་བཏང་ན་ནུབ་ཕྱོགས་རྒྱལ་ཁབ་ཀྱི་བསམ་བློ་བཏང་བཏང་བཏང་ན་ཁྱོད་རང་གི་ལ་རྒྱུ་ཚང་མ་ད་ལྟ་སྐྱོན་འཛུགས་བྱེད་ཀྱི་འདུག་ས་དེ་ཡོད་པའི་ལ་ཁ་ཅིག་ལ་ན་ཁོང་ཚོས་ཀྱི་ད་ལྟ་ད་བོད་སྐད་ཐོག་ནས་ག་འདྲི་ལ་དགོས་ནས་ད public execution ད་མི་གཅིག་གི་ཉེས་ཆད་ཕོག་ནས་བཙོན་ཁང་འགྲོ་དུས་ཁ་ཤི་ཨེ་འགྲོ་གོ་མགོ་སྐོར་སྟུག་པོ་འདུག་ད་འདི་ཚེ་སྲན་གཏོང་ཚེ་སྲན་ལ་ནས་ད་དྲག་པོ་ཞུ་ཡོད་ད་སྲིད་ཇུས་ད་མི་རྐུ་མ་མི་བསད་གཏུབ་ཉེས་ད་འདི་གཅིག་བྱས། ཡིན་ནས་མི་ཁ་ཤས་ཡང་ད་འགྲོ་བ་མིའི་ཐོབ་ཐང་ཡིན་ནས་གཏམ་བརྗོད་རང་དབང་ཡིན་ནས་རེད་ད་བོད་མིའི་གི་ད་ཐོབ་ཐང་འདྲ་མཉམ་དགོས་ཡོད་ལབ་ངེས་དང་ཡང་ཁ་ཤས་ཙོང་ཁ་ན་ད་གུ་དོ་ཨ་ལེ་ཁ་ཤས་གཅིག་གི་སྤྱི་ཚོགས་དྲ་རྒྱ་ནང་ལ་བཀྲུས་བྱས་ནས་ལོ་བཅུ་ཙོང་ཁ་ན་ད་ཤ་ཨ་མ་བུ་མོ་གཅིག་ད་ཡང་འདི་འདི་གི་ད་རྒྱབ་ལྗོངས་ལ་བལྟས་ནས་ཨ་ནི་མི་ཁ་ཤས་གི་སྐྱོན་འཛུགས་བྱེད་ཁོ་ད་ཟ་ཏེ་ར་པེ་ལ་རེད་ཨ་ནི་ད་ཁྱོད་རང་ལ་ཁྱོད་དེ་བ་ཡིན་ནས་ཏེ་ཡར་རྒྱས་ཀྱི་རྣམ་པ་སྟོན་པ་ནང་བཞིན་ཁོང་ཚོ་གི་ངེད་ཅག་ཁ་ཅིག་ལ་ནི་ཉིས་སྟོང་བཅོ་བརྒྱད་དེ་བ་ལ་ད་བུ་མོ་དེ་ཚོ་མོ་ར་ཏའེ་ཆོག་མཆན་རག་བ་བྱས། ཨ་ནི་ཉི་མ། ད་དཔེ་ད་ང་ཚོ་ཁ་ཆེ་ལ་ཁ་ཆེ་ལ་ནས་ཆོས་ལུགས་ག་རེ་ནས་ད་ད་ཡག་ག་ད་འདུག་ག་དྲག་ག་ད་འདུག་ག་ཡོད་ར་བ་ད་ཡང་རྩ་དོད་དཔེ་ན་རིགས་གཅིག་ད་འདི་ཡོད་ས་རེད་ད་བུ་མོའི་གི་བུད་མེད་ཀྱི་ཐོབ་ཐང་དཔེ་འདུག་བྱ། ད་ཁོ་རང་ཚོ་ཡིན་ན་ཕྱི་ལོག་འགྲོ་བའི་ལག་ཁྱེར Passport ཡིན་ནས། ཁྱོ་ག་གི་བ་མི་ཤིན་ཅིག་ཆོག་ཆེན་བགོ་བའི་དང་ནའང་གཅིག་ལོག་འགྲོ་ན་ཁྱོ་ག་གི་ཆོག་ཆེན་བགོ་བ་དང་ད་ཅིག་གཟུགས་པོ་གང་ཚར་ཅིག་གྱུར་རོ། ད་འདི་ཡོད་པ་བྱས་ནི་འདི་ད་ཁོ་རང་ད་ལྟ་ཨེམ་པི་ཨེས་ད་ལྟ་རྒྱལ་སྲས་གསར་བ་དེ་ཁོ་རང་ལོ་གཞོན་ཤོས་རེད་དོ་སུམ་ཅུ་སོ་བདུན་བྱས་ད་ཁོ་རང་གིས་ད་ཅིག་ག་ལི་ག་ལི་སའུ་ཏི་ར་པི་གི་བ་ལྟ་ཡང་བསམ་བློ་བཏང་གི་འདུག་ཁ་ཕྱོགས་འགྲོ་བྱེད་རོ། ད་ནི

བཀའ་བགྲོས་ཆོག་མཆན་ཡོད་པའི་ཐོག་ནས་ཁོ། ཀྲར་གི་ཤན་པེ་སི་ལ་སྐད་བཏང། ཨ་ནི། ཅིག་ཨོ་ད་ང་ཚོས་སྐད་ཆ་བཤད་གོ་ལབ། འོ་དེ་སྐད་ཆ་དེ་འདྲའི་འགོ་བཙུགས། ཀྲར་གི་ཤན་པེ་སི་འཛུལ་བྱས་ད་དེ་ཚང་མ་ལྟ་ཡ་ཡོད་དོ། ཡོད་རྒྱུ་རྒྱུ་མ་ཀྲར་གི་ཤན་པ་འཛུལ། ཕྱི་ལོག་དོན་ཡ་ཡོད་མར་ཁོང་ཚོ་ལ་ན་བཏུབ། ད་སྐད་ཆ་དཔེ། རྫ་དྲག་པོར་ད། ཇེ་གོ་ཆེན་པོ། ཁོ་གཟུགས་པོ་ཁོ་རང་བཏུབ། ཨ་ནི། ཁོ་རང་སེར་ལ་གོ་ད། ད་དེ་འདྲའི་གི་ཁ་ཕྱོགས་ཅིག་ཡོད་པའི་སྐབས་ལ།

དངུལ་གྱི་ཐོག་ནས་ཁ་རྒྱག་པ་བཤད་ཡོད་ད་རེད་རེད་རེད་རེད་རེད་ད་དེང་སང་བའི་དེ་ལ་ཡ་མ་བྱེད་མ་བྱེད་འགྲོ་རེད་ད་ཨ་ཧ་ཁོ་རང་ཚོ་ད་དུས་ཚོད་སླད་ཡོད་ལེགས་ད་རེད་རེད་རྒྱ་ནག་གིས་ཉི་མ་ང་ཚོ་ཁ་གསོ་བ་རེད Summer Olympic དབྱར་ཁ Olympic བྱེད་པ་ད་གཅིག་པ་རེད་ཉིས་སྟོང་བརྒྱད་ལ་ཁོང་ཚོ་གིས་ཅག་ཅིག་འཛམ་བུ་གླིང་སྒང་རྩ་ལ་ཅིག་ཁྱབ་བསྒྲགས་བྱས་བྱས་རྡོག་རྡོག་དེ་ང་ཚོ་ད་སླད་ཡོད་ང་ཚོ་དུས་ཚོད་སླད་ཡོད་ང་ཚོ་སྟོབས་ཆེན་རྒྱལ་ཁབ་ཡིན་ཡིན་ནའི་དོན་ངོ་མ་དེ་མི་ཉིན་རེ་ཉིན་རེ་གི་དཀའ་ངལ་དེ་ཚོ་ཁྱད་ཁོག་རོ། ད་ས་དེ་ཡོད་པའི་ད་འདིར་ད་ལྡོག་ཏོ། ཁོ་ཚོ་སྙུན་ཡོད་རེད་ཆབ་སྲིད་དཀའ་ངལ་ཡོད་རེད་ཡིན་ནས་ཁོ་རང་ཚོའི་ད་དམིགས་ཡུལ་གཅིག་དཔལ་འབྱོར་ཐོག་ནས་ད་ཅིག་ལོ་བཅུ་ཉི་ཤུ་ནང་ལ་སྣུམ་རྫོགས་ན་ད་ཉེན་ཁ་ཡོད་རོ། རེད་རེད་རེད་ད་དེ་འགོ་ལོ།
ཏན་ཏན་སོ་ནོ་ཡི་ད་གཏོང་ཡ་རེད་ད་ད་ཁྱོད་རང་ལ་བ་དེ་རེད་འཛམ་བུ་གླིང་གི་ནང་ད་ད་ཁྱེད་ཡོང་གི་ད་ད། སོ་དེ་ན་ར་བའི་ཁ་ཤས་ཀྱི་ལུང་པ་ཤེས་དང་ཁ་ཤས་ཀྱི་ལུང་པ་མང་ཆེ་བ་ལ་ད་དུང་བདུད་བདུད་ཅོག་འདྲ་བོ་ད། ཨ་དེ་ག་སོ་དེ་ན་ར་བའི་འདྲ་བས་ན་བུད་མེད་ཀྱི་ཐོ་ཐོ་ཡོད་མ་རེད་འགྲོ་བ་མ་ཐོ་ཐོང་གི་ཡོད་མ་རེད་སངས་རྒྱས།

འཛམ་བུ་གླིང་གི་ཁོ་རང་ཚོ་ལ་འགྲོ་བ་མ་ཐོ་ཐོ་ཡོད་མ་སྐྱིད་ཡོད་མ་རེད་ཟེར་ལྟ་སྟོང་དུས་ག་དེ་དུས་ཀྱི་སྐད་ཆ་དེ་ཁ་ལོ་བརྗེ་ཡག་གི་ཆེད་དུ་རྩེད་མོ་རྩེ་ཉག་སྐད་ཆ་ཆེན་པོ་ཉོ་རེད་བ་དེ་འགོ་ལ་སྐད་ཆ་ལས་ཆེ་གཉིས་དཔེ་གི་ཆ་ནས་དེ་སོང་འཛམ་བུ་གླིང་གི་ནང་ལ་ཁ་ལོ་ཞིག་རྒྱག་གི་ན་ལོ་ཆུང་བ་གཞན་པ་དེ་ཚོ་ཞི་བི་རན་དང་ཡང་གི་རྗེན་ར་ཤི་ལ་ཡིན་ད་རྩེད་མོ་རྩེ་ཉག་དེ་འདྲ་ཞིག་སྐད་གྲགས་ཆེན་པོ་ཉོ་གི་ར་རང་ཤུགས་གི་ཁོ་ལ་དགའ་བོ་བྱེད་ཉིན་མི་ས་ཡ་མང་པོ་ཡོད་རེད་བ་ཁོ་ཚོ་ཕ་གི་ག་ལ་ལུང་པ་ནང་གི་ཡ་ཡིན་ན་འདྲ་རྩེད་མོ་ལྟ་ཡ་ཡིན་ན་འདྲ།

རེད་ད་དེ་དོག་དོག་ད་ཨེ་འདྲ་འདྲ་བ་ཅིག་རེད་ངས་དྲན་ཧོབ་དེ་དྲན་ཁྱེད་རང་འོ་དེ་ལར་རོ། ད་ལྟ་སཱའུ་ཏི་ཨེར་བྷི་ཡ་གི་མི་འབོར་ཕྱེད་ཀ་ལྷག་ལོ་སུམ་ཅུ་མ་འདབ་རེད་ཟེར་ད། ད་ཨེམ་བྷི་ཨེས་གིས་ད་ཕུགས་རྒྱང་རིང་པོ་བསམ་བློ་བཏང་བའི་སྐད་ཆ་རེད་ད། ད་ལོ་བཅུ་ཉི་ཤུ་བཅོ་ལྔ་ཡོད་རེད་ད། ལོ་གཞོན་པ་དེ་ཚོ་ད་དེང་སང་སྤྱི་ཚོགས་དྲ་རྒྱ་ཡོད་རེད་ད་ཕྱི་རྒྱལ་གྱི་རྣམ་པ་ད་ཚང་མ་ཧ་གོ་གོ་རེད། དེང་དུས་ཀྱི་ད་དེང་དུས་ལ་ནས་ད་སྤྱི་ཚོགས་ཡར་རྒྱས་འགྲོ་དགོས་རེད། ཨ་ནི་དཔལ་འབྱོར་ཡར་རྒྱས་འགྲོ་དགོས་རེད་ཨ་ནི་སྣུམ་དེ་ག་ལི་ག་ལི་རྫོགས་སྲིད་ཀྱི་རེད་ད་ཁོ་རང་གིས་ད། ཕྱི་ལོགས་ལ་ཁ་རི་ལ་བོར་ལ་ན་དེ་ཚོ་ཚང་མ་བདེ་བ་འདུག་ཨ། ད་ལོ་ཕུགས་རྒྱང་རིང་པོ་ཚང་མ་བཏང་བར་དཔལ་འབྱོར་གྱི་ད་སྣུམ་གཅིག་པུ་ལ་རམ་རེ་བ་མ་རྒྱག་བྱས། ད་ཅིག Tourism Hub ད་དེ་འདྲས་བཟོས་ཡ་བྱས། ད་རྡོག་ཐོ Last ལ་འདི་ངས་མཐའ་མ་འདི་ངས་འདི་ལ་བ་བསམ། ད་ད་ཁ་ཏྲ་དང Dubai དེ་ཚོ་སྐད་ར་ཆེན་པོ་ཡོད། ཨ་ལས་ཁ་ཞིག་ལུང་པ་ར་དེ་ཚོ། ཁ་ཅིག་ལུང་པ་དེ་ཚོ་ད་ཁོང་ཚོ་ལ་བལྟས།

ཨ་རི་དང་ནུབ་ཕྱོགས་རྒྱལ་ཁབ་ཁག་ཞིག་ཁོ་རང་ཚོ་ནང་རྒྱུའི་ནང་ལོགས་ལ་ཏིས་ཕྲག་དོག་དང་ད་ཏིས་རྔམ་དྲག་རྒྱའི་འགོ་བཙུགས་ད་ད་རྡོག་རྡོག་འདིར་ད་ཆབ་སྲིད་རིམ་པ་མང་པོ་འདུག་ཨ་ནི་དེ་འདྲས་འདུག་ཅེས་ད་དེ་འདྲས་རེད་ཨ་ནི་དྲི་བ་ཞིམ་པ་དེ། དེ་མ་ཚད་དྲི་བ་ཅི་མི་འདུག་ཨ་ནི་ད་ག་ཡིན་མ་རེད། རེད་ཨ་ནི་རྣམ་པ་ཚོ་ག་རེ་བསམ་གྱི་འདུག་མ་བསམ་ཚུལ་དང་དྲི་བ་དེ་འདྲས་ཡོད་ནས་མ་དྲིས་ན་ཐིག་རེད་ད་དེ་དེ་རིང་ང་ཚོ་གསར་འགྱུར་ཏིས་མ་དྲག་ཅེས་རྒྱ་ནག་དང་ཨ་རི་གཅིག་པུ་མིན་པ་ཆེས་ད་གཅིག་གངས་ཙན་པོ་ལོ་དང་སའུ་ཏི་ཡ་པའི་སྐོར་ལ་ཡིན།